གོང་ས་མཆོག་དེ་ང་ཚོ་བོད་མི་ས་ཡ་དྲུག་གི་ཡང་ཕ་ལ་ན་རེ་མ་ལ་ན་རེ་ང་ཚོ་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་ལ་ན་རེ་ཁོང་མང་དུ་ཡོད་མ་རེད། ཡིན་ནས་སོ་སོ་གི་སྒེར་གྱི་ཁེ་ཕན་ཆེད་དུ་ཡང་གོང་ས་མཆོག་དེ་མཚན་དེ་ཡང་ག་ས་ག་ལ་བེད་སྤྱོད་བཏང་བ་ཡིན་ན། དེ་དྲང་པོ་ཤེས་ན་ཡང་རྩ་བ་གཉིས་ནས་འགྲིག་གི་མི་འདུག་ཐོག་ལ་ཡང་རྒྱལ་ཁབ་གཅིག་གི་ཡང་མ་འོངས་འཐབ་རྩོད་གནང་རོགས་ཡང་གལ་ཆེ་ཤོས་སུ་རེད་ལུས་བསམ་པ་ལ་ཡང་རྒྱལ་ཁབ་ལ་ཞེན་ཁོག་ཡོད་དུ་འཇོག་མི་རིགས་ལ་ལ་རྒྱ་ཡོད་དུ་འཇོག་བློ་སྟོབས་ཡོད་དུ་འཇོག་སྙིང་སྟོབས་ཡོད་དུ་འཇོག། རྣམ་འགྱུར་ཡོད་དུ་ཆུ་དེ་ཚོ་ང་ཚོ་དཔེ་གལ་ཆེན་པོ་ཡིན་དུ་བསམ་པ་ལ་ཡ། དེ་ཚོ་མི་དེ་ཚོ་ལམ་དབུ་མ་ལ་ཡོད་བ་ཡིན་ན་རེད། རང་བཙན་འཐབ་རྩོད་ནང་ལ་ཡོད་བ་ཡིན་ན་རེད་ང་ཚོ་གི་ཡ། དེ་ཚོ་ཚང་མ་ང་ཚོ་གཅེས་འཛིན་བྱེད་དགོས་ཡ་གཅིག་དང་དེ་ཚོ་ལ་ང་ཚོ་རྒྱབ་སྐྱོར་བྱེད་དགོས་ཡ་དེ་ཚོ་ང་ཚོ་ཧང་སངས་གལ་ཆེན་པོ་རེད། ལམ་དབུ་མ་གི་ཐོག་ནས་ང་ཚོ་ལ་རྒྱལ་ཁ་ཐོབ་བ་ཡིན་ན་ཡང། ང་ཚོ་བོད་མི་རིགས་ལ་ཁེ་ཕན་རེད། རང་བཙན་གྱི་ཐོག་ནས་ཡང་རང་བཙན་ལམ་གྱི་ཐོག་ནས་ཡང་ང་ཚོ་ལ་ཡང་རྒྱལ་ཁ་ཐོབ་པ་ཡིན་ན་ཡང་ང་ཚོ་བོད་མི་རིགས་ཀྱི་བདེ་སྡུག་དང་འབྲེལ་བ་ཆགས་བསྡད་ཡོད་རེད་མདོར་དེད་ན་དབུ་མ་དང་རང་བཙན་གཉིས་ཀྱང་ང་ཚོ་བོད་མི་རིགས་ཀྱི་བདེ་སྡུག་དང་བོད་མི་རིགས་ཀྱི་མ་འོངས་ཆེད་དུ་ཡིན་དུ་བསམ་པ་ལ་ཡང་ང་ཚོ་གྱི་ཡང་རྒྱབ་སྐྱོར་བྱེད་དགོས་ཡ་དང་ཕན་ཚུན་བར་སུ་ཡང་མཐུན་ལམ་བྱེད་དགོས་ཡ་དེ་ཧང་སང་ཡང་གལ་ཆེན་པོ་རེད། ཚང་མ་གྱི་ལྟ་བ་ལངས་ཕྱོགས་ག་རེ་ཡིན་པ་ཡིན་ན་ཡང་མཉམ་དུ་བར་སུ་བགྲོ་གླེང་བྱེད་སྐད་ཆ་བཤད་བྱ་འདུས་དེ་ལ་ང་ཚོ་ག་ལེར་མཐུན་འབྲེལ་ཡོད་རེད། སོ་སོ་གི་ལྟ་བ་གཅིག་པ་ཡིན་ན་མཉམ་དུ་འགྲོ་ཡ་ཅིག་སོ་སོའི་ལྟ་བ་གཅིག་པ་མིན་ན་ཟུར་ལ་སྤེལ་ཡ་དེ་ཚོ་བྱེད་པ་ཡིན་ན་ང་ཚོ་དེ་ལ་ཡང་མཐུན་འབྲེལ་དང་གཅིག་སྡུད་ལེའུ་ལས་ན་ལེགས་ཀྱི་མ་རེད། གལ་སྲིད་ང་ཚོ་བོད་མི་ཤེས་ཡོན་ཅན་ཚོར་དེ་འདྲས་ཀྱི་བསམ་བློ་གནས་ཚད་ཅིག་ཁྱེར་ནས་འགྲོ་བདེ་བ་ཡིན་ན་ང་ཚོ་བཙན་བྱོལ་གྱི་སྤྱོད་ཚོགས་དེ་དུས་ནམ་ཡང་ང་ཚོ་ཡང་མཐུན་འབྲེལ་དང་གཅིག་སྒྲིལ་ཡོང་ཐུབ་མ་རེད། དེ་ད་དོ་གལ་བཏོན་པ་ཡིན་ན་ཡང་དེ་ངེད་ཀྱི་གེགས་དེ་གང་ལ་ཡང་ངེད་གེགས་སྡུག་ཅག་རེད་ལས་ད་གཟོད་གེགས་ཞུ་ཡ་མེད། ཡིན་པ་ཡིན་ན་ཡང་རང་ཚོ་སུ་ཡིན་པ་དེ་དྲན་པ་མ་བརྗེད་བར་བྱེད། རོ། རང་ཚོ་སུ་རུ་ལུས་བསམ་པ་ལ་ཡ། ང་ཚོ་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་རེད། དེ་འདྲའི་ཡིན་དུས་བསམ་པ་ལ་ཡ། བོད་མི་རིགས་དང་བོད་མི་རིགས་རྒྱལ་ཁབ་ལ་གནོད་པའི་ལས་ཀ་མ་བྱེད། རོ། ད་ནང་ཤེས་ཀྱི་ཡ་རྒྱ་མིའི་ཆེད་དུ་ཡ་དུས་ནམ་ཡང་ལས་ཀ་མ་བྱེད། ལ་སུ་ནས་གླེན་རྒྱལ་ཚང་མ་ལོ་ཁམས་བཟང། ད་དེ་རིང་གོང་ད་ཡ་དངུལ། བརྙན་དེ་མ་བཟོ་གོང་ལ་ཡག་ནི་ངེད་ཀྱི་ཡག་ལྷན་རྒྱས་ཚང་མ་ལོ་ལ་ཡག་ཐུགས་རྗེ་ཆེ་དགའ་དྲིན་ཆེ་ཟེར་ནས་ཞུ་གི་ཡོད་གང་ཡིན་ལ་བ་ཡིན་ན་ད་ངས་སྔོན་ནས་ཡང་སྙིང་ཐུང་གཅིག་བླུགས་ཡོད་རེད་སྙིང་ཐུང་དེ་ལ་ཨ་ནེ་རྒྱབ་སྐྱོར་ཧང་སང་ཡང་ཚད་མཐོ་བོ་དག་སྣང་བྱེད་ཀྱི་བཏང་མཁན་ཡང་དཔེ་མང་པོ་བྱུང་གནང་ཤག་དག་སྣང་བཞིན་གྱི་ཡང་མཁྱེན་དང་དགའ་རྟགས་ཧང་སང་ཡང་མང་པོ་བསྐྱོན་གནང་ཤག་ཨ་ནེ་ལྷན་རྒྱས་ཚང་མ་ལོ་ལ་ཡག་ངེད་ཀྱི་ཐུགས་རྗེ་ཆེ་ལན་དུ་ཞུ་ཡ་ཡིན། ད་ནང་བཞིན་ཡག་ཚོགས་ཞུགས་པ་གསར་བ Subscriber ཡང་མང་པོ་ཞིག་འདུག་སི་ལེ་ནང་ཤག་ནི་ཚང་མ་ལོ་ལ་ངས་ཐུགས་རྗེ་གནང་ཞོའི་ཆེད་ཡིན་ད་དེ་ལིང་ངོ་ན་ངེད་ཀྱི་བརྙན་ཐུང་དེ་གར་དང་འབྲེལ་བ་ཆགས་འདོད་ལུས་བསམ་པ་ལ་གཅིག་ད་ང་ཚོ་སྤྱི་ཚོགས་ནང་ལ་ཡང་གཅིག་སྙུག་གླིང་ཆེ་ས་གཞི་གཅིག་རང་བཙན་དང་དབུ་མ་ལ་ནི་ད་ང་ཚོ་སྙུག་གླིང་མང་པོ་ཞིག་ཆགས་བསྡད་ཀྱི་ཡོད་ར་འོང་དེ་གང་ལ་ངེད་ཀྱི།

དེའི་བར་ལ་ཅིག། དབུ་མ་དང་རང་རྩལ་ལ་ནི་སྐད་ཆ་བཤད་བ་ཡག་དང་དབྱེ་བ་ཕྱེ་བ་ཡག་འགྲོ་ངས་རྒྱུ་མཚན་དཀའ་ནག་ཅིག་མཐོང་གི་མི་འདུག། ཁ་ཆེམས་སྙིང་ལྕགས་ང་ཚོ་བོད་མི་རིགས་ཀྱི་འཐབ་རྩོད་དང་འབྲེལ་བ་ཡོད་རེད། བོད་མི་རིགས་ཀྱི་མ་འོངས་ཀྱི་བདེ་སྡུག་དང་འབྲེལ་བ་ཡོད་རེད། དེ་འདྲས་ཀྱི་ཡིན་དུས་བསམ་པ་ལ་ཡག། ལྷན་རྒྱས་ཚོ་གིས། ཅིག། ཁ་ཅིག་ངས་ང་ད་ལྟ་བར་དུ་ཅིག་སེམས་པ་སེམས་ནང་ལ་ཡང་ན་ཟུག་ཆེ་ཤོས་དེ་ག་རེ་བྱས་ལོས་བསམ་པ་ལ་ཡག། ང་ཚོ་གི་ཡང་སྤྱོད་ཚོགས་ནང་ལ་བརྙན་བཟོ་འདི་གཉིས་མང་པོ་ཤོད་རྒྱུ་གི་གོང་ས་མཆོག་གི་མཚན་དེ་ཡང་ཕམ། བལ་ཆོག་ལོག་པ་མང་པོ་ཞིག་བཏང་གི་འདུག་ངེད་ཀྱི་རེ་བ་ལ་ཡང་དེ་ནམ་ཡང་མ་བཏང་རོགས་བྱས་ཟེར་ན་ནི་ཡང་ངེད་ཀྱི་དེ་ནན་ཏན་གྱིས་ནི་ཞུ་གི་ཡོད། ག་རེ་ཅིག་ལབ་བ་ཡིན་ན་མི་མང་པོ་ཞུས་ཅིག་གིས་ཡང་སོ་སོ་གིས་ཡང་ཅིག་བསྙེན་གྱིས་སོང་ནི་བསམ་པ་ལ་ཡང་དེ་བདེན་པ་མཐོང་ཡང་བྱེད་དོ་ཡང་ཨ་ནི་གོང་ས་མཆོག་གི་མཚན་དེ་ཡང་ཡང་སེ་ཡང་སེ་བེད་སྤྱོད་བཏང་ཡང་བྱོས་ར། དེ་སྐྱིད་མ་དེ་ལ་ཡང་གོང་ས་མཆོག་མིང་དེ་ཁྱེར་ནི་ཡང་མི་མང་མང་པོ་ཞུས་ཅིག་གིས་ཡང་ཅིག་བསམ་བློ་ལ་གོ་དོག་མེད་བྱོས་དང་མི་མང་མང་པོ་ཞུས་ཅིག་གིས་ཡང་སེམས་ལ་ཡང་གཅིག་ནམ་རྒྱུན་ནས་ཡང་ཤེས་ཡོན་ཅན་དང་གཅིག་ཆབ་སྲིད་ཀྱི་འགྲོ་སྟངས་དང་དག་སྣང་བྱེད་མཁན་སྤྱི་ཚོགས་དྲ་ལམ་ཁག་གི་ཡང་མི་སོ་སོ་གི་སྒེར་སོ་སོ་གི་ཡང་གནས་སྟངས་དང་གནས་ཚུལ་མང་པོ་ཤོད་རྒྱུ་ཧ་མ་གོ་འདུག་བསམ་པ་ལ་ཡང་ཏག་ཆོས་མཛོད་ཀྱི་ཡང་གོང་ས་མཆོག་གི་མཚན་དང་དག་སྣང་བྱེད་མཁན་གཅིག་ཁ་ཤས་ཀྱི་ཡང་སྒེར་མི་སོ་བ་རེ་ལ་ནི་ཁུངས་དང་ལུང་མེད་རྒྱུ་མང་པོ་ཤོད་རྒྱུ་ཤེས་འོང་འདུག་བསམ་པ་ལ་ཡང་སྙིང་རྗེ་མི་མང་མང་པོ་ཤོད་ཅིག་གི་ཡང་དེ་འདྲས་ཡིན་ཤག་གཅིག་ནས་ཡང་ད་དེ་འདྲས་ཆགས་འགྲོ་གི་འདུག་དེ་འདྲས་ཡིན་འདུག་བསམ་པ་ལ་ཡང་བརྙན་ཐུང་བཟོ་ཉན་སོ་སོ་གི་ཡང་སོ་སོ་གི་ལྟ་བ་ལངས་ཕྱོགས་བཤད་ན་འགྲིག་གི་ཡོད་རེད་དེ་ཡིན་པ་ཡིན་ན་གོང་ས་མཆོག་མཚན་དེ་ཚོ་ཐེབས་ཏེ་ང་ཚོ་གིས་གང་ཐེབས་ཐེབས་བེད་སྤྱོད་བཏང་བ་ཡིན་ན་ཡང་འགྲིག་གི་ཁུར་མ་རེད་དྲང་པོ་བྱས་ན་ཡང། ག་ཅི་ལ་ན་གོང་ས་མཆོག་དེ་ང་ཚོ་བོད་མི་ས་ཡ་དྲུག་གི་ཡང་ཕ་ལ་ན་རེ་མ་ལ་ན་རེ་ང་ཚོ་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་ལ་ན་རེ་ཁོང་མང་དུ་ཡོད་མ་རེད། ཡིན་ནས་སོ་སོ་གིས་སྒེར་གྱི་ཁེ་ཕན་ཆེད་དུ་ཡང་གོང་ས་མཆོག་དེ་མཚན་དེ་ཡང་ག་ས་ག་ལ་བེད་སྤྱོད་བཏང་བ་ཡིན་ན། དེ་དྲང་པོ་ཤེས་ན་ཡང་རྩ་བ་གཉིས་ནས་འགྲིག་གི་མི་འདུག་བྱས་ཙང་ཡང་ལྷན་རྒྱས་ཚོ་གིས་ཡང་སོ་སོ་གི་བསམ་ཚུལ་བཤད་ན་འགྲིག་གི་རེད་སོ་སོ་གིས་ཡང་ཅིག་དེ་བྱས་ན་འགྲིག་གི་རེད་ངས་མཉམ་ཐོག་ལ་ཡང་གོང་ས་མཆོག་གི་མཚན་དེ་ཡང་ནམ་ཡང་བེད་སྤྱོད་མ་གཏང་ཞོད་ང་ནང་བཞིན་གྱི་ཡང་དབུ་མ་དང་རང་བཙན་གང་ལ་སྐད་ཆ་བཤད་པ་ཡིན་ན། དབུ་མ་དང་རང་བཙན་གཉིས་ཀྱང་ང་ཚོ་བོད་མི་རིགས་ཀྱི་མ་འོངས་དང་བོད་མི་རིགས་ཀྱི་ཡང་བདེ་སྡུག་བོད་མི་རིགས་ཀྱི་འཐབ་རྩོད་དང་འབྲེལ་བ་ཆགས་བསྡད་ཡོད་རེད་དེ་འདྲའི་བྱེད་འདུན་བསམ་པ་ལ་ཡང། དབུ་མ་གི་དབུ་ལམ་དབུ་མ་གི་ཐོག་ལ་ཡང་ང་ཚོ་རྒྱལ་ཁབ་ཁའི་ཆེད་དུ་ཡང་ཅིག་གོ་སྐབས་ཀྱི་རང་དབང་བཏང་བ་ཡིན་ན་ཡང། དེ་ཡང་ང་ཚོ་ང་ཚོ་ལ་ཁེ་ཕན་རེད་དག་སྣང་ཞིག་གིས་ཡང་རང་དབང་རང་བཙན་ཐོག་ལ་ཡང་འཐབ་རྩོད་འགྲོ་ནས་ཡང་ང་ཚོ་ལ་ཅིག་རྒྱལ་ཁབ་སླར་ཡང་ང་ཚོ་ལག་པ་ལ་ཅིག་རག་བ་ཡིན་ན་དེ་ཡང་ང་ཚོ་གི་ང་ཚོ་ང་ཚོ་བོད་བོད་མི་ས་ཡ་དྲུག་རང་གི་ཆེད་དུ་རེད་དེ་འདྲས་ཡིན་དུས་བསམ་པ་ལ་ཡང་ང་ཚོ་ལ་ད་ལྟ་ལངས་སྤྱོད་སྙིང་རྗེ་ཡོད་རེད་ལངས་སྤྱོད་སྙིང་རྗེ་ཤིན་ཏུ་ནས་རྩ་ཆེན་པོ་རེད། རང་བཙན་དེ་ནི་ང་ཚོ་ཡང་ཡིན་དང་ཡིན། རོ། ད་ནང་བཞིན་དབུ་མ་ལམ་དབུ་མ་དེ་ཡང་ཤིན་ཏུ་ནས་རྩ་ཆེན་པོ་རེད་ང་ཚོ་དང་གོང་ས་མཆོག་ས་དགུང་ལོ་བཅུ་དྲུག་ནས་བྱས་ནས་དང་སྐུ་ལས་བསྐྱོན་ནས་ཡང་ང་ཚོ་ཡང་ཕ་མ་གཅིག་གི་ཡང་སྤུ་བོ་གཅིག་གསོ་སྐྱོང་བྱེད་བ་ན་ཞིག་འདུག་ཟེར་ནས་ཡང་སྐུ་ལས་བསྐྱོན་ནས་ད་ང་ཚོ་དང་ལྷ་དང་ཆ་དེ་རོ། ད་ཡིན་པ་ཡིན་ན་ཡང་ང་ཚོ་སེམས་ཕམ་དགོས་ཡང་བློ་ལྕོག་པ་ཡང་གཅིག་ལ་ཡང་གོང་ས་མཆོག་གིས་ད་འདུག་ཟེར་ནས་ང་ཚོ་ལ་ཚུལ་གྱི་འགན་བསྐྱེད་འོང་དུ་བསམ་པ་ལ་ཨ་ནི་ང་ཚོ་མགོ་ལུག་ཡང་མགོ་བཙུགས་ཡོང་གི་གདའ། དེ་འདྲའི་ཅིག་འདུག་བསམ་པ་ལ་ཡང། མང་ཚོགས་ཀྱིས་བསམ་བློ་བཏང་དགོས་ཡ་ལོ་གཞོན་ཆེན་ཚོགས་ཀྱི་དམིགས་སུ་བཀར་ནས་ཁྱོད་ཚོ་གི་བསམ་བློ་གཏང་དགོས་ཡ་དེ་ངས་དཔེ་གལ་ཆེན་པོ་རེད་བསམ་གི་འདུག་ག་གྱི་ན་ན་ད་ང་ཚོ་བཙན་བྱོལ་ནང་ལོག་ལ་ཡ་ཅིག་ལོ་གཞོན་པ་གྱིས་འདུས་བསམ་པ་ལ་ང་ཚོ་གི་བསམ་བློ་མ་བཏང་བ་ཡིན་ན་ཨེ་ནས་མ་འོང་གི་ད་ང་ཚོ་བཙན་བྱོལ་གི་གནས་སྟངས་དེ་ག་འདྲས་ཆགས་འགྲོ་གི་རེད་ལས་བྱོས་རོགས་འོང་དེ་འདྲས་རེད་དེ་འདྲས་ཡིན་འདུས་བསམ་པ་ལ་ཡ་ང་ཚོ་གི་ཡ་གལ་ཆེ་ཤོས་དེ་ང་ཚོ་གི་གི་ག་རེ་བསམ་བློ་བཏང་དགོས་འདུས་བསམ་པ་ལ་ང་ཚོ་བཙན་བྱོལ་བཅུ་གསུམ་ནང་ལོག་ལ། བོད་མི་རིགས་དང། བོད་རྒྱལ་ཁབ། བོད་རྒྱལ་ཁབ་ཀྱི་མ་འོངས་འཐབ་རྩོད་དེ་འདྲས་ཀྱི་ཆེད་དུ་ཡང་མི་སྣ་སུ་སུ་ཡོད་མེད་དེ་ཚོ་ང་ཚོ་གིས་སུ་སུར་ངོ་ཤེས་བ་དཔེ་གལ་ཆེན་པོ་རེད། ད་ནང་བཞིན་གྱི་ང་ཚོ་ནམ་ཞར་རྒྱུན་དུ་གྱི་ང་ཚོ་གི་མི་ཚེ་ནང་ལོགས་ལ་བཙན་བྱོལ་གྱི་མི་ཚེ་ནང་ལོགས་ལ་ཡང། མི་སུ་གྱིས་ཡང་ང་ཚོ་བོད་མི་རིགས་ཀྱི་འཐབ་རྩོད་ཆེད་དུ་ལས་ཀ་བྱེད་ཀྱི་འདུག་མི་སུ་གྱིས་ཡང། མ་འོངས་བོད་ཀྱི་བདེ་སྡུག་ཆེད་དུ་ཡང། སྐད་འབོར་འགྲོ་གི་འདུག་ལས་འགུལ་སྤེལ་གི་འདུག་སུས་ཀྱི་སྣེ་ཁྲིད་གི་འདུག་དེ་ཚོ་ང་ཚོ་ཤེས་དགོས་ཧང་སང་ཡ་ཧང་སང་ཡ་གལ་ཆེན་པོ་རེད། དེ་འདྲའི་ང་ཚོ་གི་འགན་ལེན་མ་ཐུབ་དོན་ཚོ་སུ་ཡིན་པ་ང་ཚོ་ཧ་གོ་མ་ཐུབ་པ་ཡིན་ན། ཨཱ་ནི་མ་འོངས་པ་ང་ཚོ་གི་དཀའ་ངལ་གྱི་ཕྲེང་བ་འདི་བསམ་པ་ལ་ཨཱ་ནི་ང་ཚོ་རེ་བ་བླ་ཡག་གི་ཉེན་ཁ་ཆེན་པོ་རེད། དེ་འདྲའི་བྱིངས་དུ་བསམ་པ་ལ་ཡང་རྒྱལ་ཁབ་ཅིག་གི་ཡང་མ་འོངས་འཐབ་རྩོད་ནང་ལ་ཡང་གལ་ཆེ་ཤོས་གསོད་རེ་ལུས་དུ་བསམ་པ་ལ་ཡང་རྒྱལ་ཁབ་ལ་ཞེན་ཁོག་ཡོད་དུ་འཇོག་མི་རིགས་ལ་ལ་རྒྱ་ཡོད་དུ་འཇོག། བློ་སྟོབས་ཡོད་དུ་འཇོག་སྙིང་སྟོབས་ཡོད་དུ་འཇོག། རྣམ་དཔྱོད་ཡོད་དུ་འཇོག་དེ་ཚོ་ང་ཚོ་དཔེ་གལ་ཆེན་པོ་ཡིན་དུ་བསམ་པ་ལ་ཡང་དེ་ཚོ་མི་དེ་ཚོ་ལམ་དབུ་མ་ལ་ཡོད་བ་ཡིན་ན་རེད། རང་བཙན་འཐབ་རྩོད་ནང་ལ་ཡོད་བ་ཡིན་ན་རེད་ང་ཚོ་གི་ཡང་དེ་ཚོ་ཚང་མ་ང་ཚོ་གཅེས་འཛིན་བྱེད་བ་ཡང་ཅིག་དང་དེ་ཚོ་ལ་ང་ཚོ་རྒྱབ་སྐྱོར་བྱེད་བ་ཡང་དེ་ཚོ་ང་ཚོ་ཧང་སངས་གལ་ཆེན་པོ་རེད། ད་ནང་བཞིན་གྱི་ཡང་ང་ཚོ་དམངས་གཙོ་རྒྱལ་ཁབ་ཅིག་འདུག་བསམ་པ་ལ་ཡང་དམངས་གཙོ་ནང་ལ་ཡང་ལྟ་བ་འདྲ་མ་འདྲ་སླེབས་དགོས་ཀྱི་རེད་ང་ཚོས་ཀྱི་ཡང་དཔེ་ཆ་བཤད་ན་ད་ང་ཚོ་གི་གཅིག་སྒྲིག་དང་གཅིག་ནུས་པ་མཉམ་སྤུངས་དང་མཐུན་འབྲེལ་མང་པོ་ཞུ་བཞིན་འདུག་བར་བ། ད་ལྟ་མཚམས་ལ་ང་ཚོ་སྤྱི་ཚོགས་ནང་དེ་ཆགས་ཡོང་དགོས་ད། གཅིག་མཐུན་འབྲེལ་ལས་དུས་བསམ་པ་ལ། གཅིག་ལྟ་བ་གཅིག་པ་ཡིན་ན་དེ་མཉམ་དུ་བྱེད་ལྟ་བ་ལོག་ཀ་ཡིན་ན་དེ་དེ་འདྲའི་ལུས་བསམ་པ་ལ་ང་ཚོ་གི་མཐུན་འབྲེལ་ལས་དེ་ག་ཅིག་དང་དམངས་གཙོ་ལས་དེ་ག་ཅིག་གོ་བ་རྟོགས་ཐུབ་ཀྱི་ཡོད་མ་རེད་ད་དེ་ནས་ལོ་རྒན་པ་ནང་ལོག་ལ་དེ་འདྲའི་ཤུགས་ཆེན་པོ་རུ་མཐོང་གི་འདུག་དེ་འདྲའི་ཡིན་དུས་བསམ་པ་ལ། མཐུན་འབྲེལ་ལས་དུས་བསམ་པ་ལ་ཡང་བཏང་བ་ལངས་ཕྱོགས་དབུ་མ་ཡིན་ན་རེད་རང་བཙན་ཡིན་ན་རེད་དག་ནང་ཞིག་གི་ཆོས་ལུགས་ག་རེ་ཡིན་ན་རེད་དེ་ཚོ་ཁྱད་པར་ག་རེ་སྐུལ་བྱེད་ཡོད་མ་རེད། ཁོ། མི་ཚང་མ་གི་ལྟ་བ་དེ་ཡང་སོ་སོ་གི་ཡང་ངོས་ལེན་བྱེད་ཐུབ་ཡ། མི་ཚང་མ་གི་ལྟ་བ་ལངས་ཕྱོགས་ག་རེ་ཡིན་པ་ཡིན་ན་ཡང་མཉམ་དུ་ཕར་ཚུར་བགྲོ་གླེང་བྱེད་སྐད་ཆ་བཤད་བྱ་འདུན་དེ་ལ་ང་ཚོ་ཁ་ལོས་མཐུན་འབྲེལ་ལས་ཡོད་རེད། སོ་སོ་གི་དག་ནང་ཞིག་གི་ཡང་དེ་འདྲའི་བྱེད་བདེ་བ་ཡིན་ན་ཡང་དང་པོ་དེ་ལ་ཡང་དམངས་འཚོ་ལུས་རྩལ་བཟང་པོ་ང་ཚོ་གིས་དོ་ཟླ་གཏོགས་ཐུབ་ཀྱི་ཡོད་མ་རེད། དམངས་འཚོ་ལུས་རྩལ་བཟང་པོ་ལ་ཡང་ག་རེ་བཤད་བ་ཡིན་ན་རེད། ཁོ་བཤད་བ་ཡིན་ན་སོ་སོས་ཅིག་སྐད་ཆ་ཞིག་བཤད་བ་ཡིན་ན་ཡང་དེ་སོ་སོའི་ཐོབ་ཐང་ཡོད་རེད་སོ་སོ་ལ Right ལབ་ར་དེ་ཡོད་རེད། ཡིན་པ་ཡིན་ན་ཡང་བཤད་ཚར་བའི་རྗེས་ལ་ཡང་སོ་སོ་ལ་འགན་དེ་ཡང་ཡོད་རེད། དམངས་འཚོ་ལ Right and Duty མཉམ་དུ་ཡོད་རེད་མ་གཏོགས་ཐོབ་ཐང་གཅིག་པོ་བརྩོན་ལེན་བྱེད་བདེ་ཡ་མ་རེད། དེ་འདྲའི་བྱེད་ནུས་བཟང་པོ་ལ་ཚང་མ་གིས་འགན་གླེང་བ་ཡ་དེ་དཔེ་གལ་ཆེན་པོ་རེད། འོ་དེ་འདྲའི་ཅིག་རེད། ད་ནང་བཞིན་གྱི་ངེད་ཀྱིས་ཡང་དེ་རིང་དམིགས་སུ་བཀར་ནས་ཡང་ཅིག་ཞུས་འདོད་པ་དེ་ངས་ག་རེ་ཡིན་ལུས་བསམ་པར་ད་གནམ་གཤིས་ཀྱིས་ང་ཚོ་བོད་མི་རིགས་ཀྱི་འཐབ་རྩོད་ནང་ལོགས་ལ་ཡ། བོད་མི་རིགས་ཀྱི་འཐབ་རྩོད་དང་བོད་མི་རིགས་ཀྱི་གཅིག་སྒྲིག་དང་བོད་མི་རིགས་ལ་ཡ་གཅིག་བར་ཆད་ཆེ་ཤོས་སྤྲད་དེ་རྙེད། ཅེས་ད་དོ་རྒྱལ་ལ་འོ་ར། ཅེས་དེ་འདྲའི་ཁར་གང་ཟག་ཅིག་ཆགས་བསྡད་ཀྱི་འདུག་ད་ཡིན་པ་ཡིན་ན་ཡང། ངེད་ཀྱི་སེམས་གཏིང་ནས་ག་རེ་ཞུ་དགོས་ལུས་བསམ་པ་ལ་ཅི་བྱས་ན་ཡང་དེ་འདྲའི་གི་དོ་རྒྱལ་དང་འབྲེལ་བ་ཡོད་དུས་ཆོས་དེ་ཚོ་གིས་ཡང་ངེད་ཀྱི་སྙིང་སྟོང་ལྟ་སྲིད་རོ། དེ་འདྲའི་གྱི་ལུས་བསམ་པ་ལ་ངེད་ཀྱིས་རང་སུ། ང་ཚོ་དམངས་གཙོ་རེད་ཆོས་དད་རང་མོས་རེད་གོང་ས་མཆོག་གིས་ན་གཙང་མ་གཙང་ཆེན་གསུངས་ཡོད་རེད་མཁས་རྣམས་པོ་རེད་ཡོད། ཁྱེད་ཚོ་དོལ་རྒྱལ་བསྟོད་ན་ཡང་འགྲིག་གི་ཡོད་རེད། ཡིན་པ་ཡིན་ན་ཡང་བླ་མ་དང་སློབ་མ་ལ་ཡ་དེ་དམ་ཚིག་མཐུན་གོ་ར། དམ་ཚིག་མཐུན་ནི་བསམ་པ་ལ་ཡ་གོང་ས་མཆོག་གིས་ད་མ་གྱིས་གསུངས་ཅིག། མ་གསུངས་ཚར་བ་ཡིན་ན་ཁྱེད་རྣམས་པ་གིས་མ་ཉན་བ་ཡིན་ན། ཨེ་ནས་ཁོ་བླ་མེད་ཀྱི་བཀའ་ལ་བརྩི་གི་ཡོད་མ་རེད་བ། བླ་མེད་ཀྱི་བཀའ་ལ་མ་བརྩི་བ་ཡིན་ན་ཨེ་ནས་གོང་ས་མཆོག་གར་སོང་ནུས་བསམ་པ་ལ་ཨེ་ནས་ཀྱི་གོང་ས་མཆོག་གི་ཅིག་ད་དབང་དང་ལུང་དང་ཆོས་དང་དེ་འདྲས་སོང་ནུས་བསམ་པ་ལ་ཨེ་ནས་ཁྱེད་རྣམས་པ་མང་ཤུགས་ལུས་འདུག་བསམ་པ་ལ་དེའི་ཁར་ལུས་བསམ་པ་ལ། དེ་ཡང་དམ་ཚིག་བླ་མེད་ཀྱི་དམ་ཚིག་དང་འབྲེལ་བ་ཡོད་རེད་ཁྱེད་ཚོ་གིས་བླ་མེད་བཀའ་ལ་མ་བརྩི་དང་ཐོག་བླ་མེད་ཀྱི་ཆོས་ར་ན་བསྡད་བསྡད་བ་ཡིན་ན་དོན་ཚོ་དམ་ཚིག་མཐུན་གི་མ་རེད་བ། འོ་དེ་འདྲས་ཅིག་གསུངས་བཞག་བྱོས་རེད་ཡིན་པ་ཡིན་ན་ཁྱེད་ཚོ་གིས་ད་གོ། བསྟོད་ན། ཁོ་ཆོས་དད་རང་མོས་རེད་ལན་གསུངས་ཡོད་རེད་ད། འོན་དེ་རེད། དེ་རེད་ཅིག་འདུག་བསམ་པ་ལ། ད་ངེད་ཀྱི་ཁར་ལོས་རྒྱུགས་ལེན་བསམ་པ་ལ། རང་སོ། ཨེ། ད་དོ་གལ་བཏོན་པ་ཡིན་ན་ཡང་དེ་ངེད་ཀྱི་གེགས། འདི་གང་ལ་ཡང་ངེད་གེགས་སྡུག་ཅག་རེད་ལན་སུ་གེགས་ཞུ་ཡ་མེད། ཡིན་པ་ཡིན་ན་ཡང་རང་སོ་སུ་ཡིན་པ་དེ་དྲན་པ་མ་བརྗེད་བ་བྱེད། རོགས། རང་སོ་སུ་རེད་ལོས་བསམ་པ་ལ་ཡ། ང་ཚོ་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་རེད། དེ་འདྲེ་ཅིག་འདུག་བསམ་པ་ལ་ཡ་བོད་མི་རིགས་དང་བོད་མི་རིགས་རྒྱལ་ཁབ་ལ་གནོད་པའི་ལས་ཀ་མ་བྱེད། རོ། ད་ནང་ཤེས་ཀྱི་ཡང་རྒྱལ་མིའི་ཆེད་དུ་ཡང་དུས་ནམ་ཡང་ལས་ཀ་མ་བྱེད། ཁྱོད་ཚོ་གིས་ད་ལྟ་དེ་འདྲས་ཅིག་བྱས་བ་ཡིན་ན། མ་འོངས་པར་ཁྱོད་ཚོ་སྤུ་གུ་ཚོ་ཡིན་པ་ཡིན་ན་ཡང་དྲང་པོ་བཤད་ན་ཡང་རྒྱ་རི་ལོ་རྒྱུས་ནང་ལ་དཔེ་མི་སྲིད་ཀྱི་ཡ་ཅིག་མིང་ཅིག་ངན་པ་ཅིག་ཆགས་འགྲོ་གི་རེད། ད་ནང་ཤེས་ངས་དྲང་པོ་བཤད་ན་ངའི་གི་ཚོར་ཐུག་གི་འདུག་ཁྱོད་ཚོ་གི་སྡུག་བསྔལ་ཡིན་པ་ཡིན་ན་ཡང་ག་གཞི་ལ་བསམ་པ་ལ་ཁྱོད་ཚོ་གིས་དེ་འདྲས་དགག་པ་རྒྱབ་དེ་འདྲས་བྱེད་ཀྱི་ཡོད་རེད་དེ་ཁྱོད་ཚོ་སེམས་ལ་ད་དྲང་པོ་བཤད་ན་ཡང་ག། དཀའ་ངལ་དང་བདེ་བ་ཇི་ལྟ་ངས་ཡོད་རེད་བསམ་གྱི་མི་འདུག་ག་ཅིག་ན་ན། ཁྱོད་ཚོ་ང་ཚོ་ཤ་ཁྲག་རྡུང་རྒྱུ་བྱེད་པའི་བུ་རུས་སྤུན་ཟླ་རོ། རེད་མ་རེད། ད་ཁོ་ག་ལེ་ག་ལེ་མཚམས་བཞག་བ་ཡིན་ན་ཡང་ཡག་པོ་ཡོད་རེད་ག་ཅིག་ན་ན་ཁོ་ཁྱོད་ཚོ་ད་ལྟ་དེ་སྟོན་གི་འདུག་ལ་ནི་ང་ཚོ་གི་ཧང་སང་སང་ཁེ་བྱེད་འོག་རྒྱུ་མཚན་ཁེ་མི་འདུག་ག་ཅིག་ལོས་བསམ་པ་ལ་ཡ་སྔ་མ་དུས་སོག་ཅིག་ལ་ཡ། ལྕམ་སྐུ་རོན་པོ་ཆེ་ནི་བཅས་ཚང་མ་གིས་དུས་ཀྱི་ལམ་ཀ་དེ་ལ་ཕེབས་ཚར་འབྱོར་བ། ཨ་ནི་སྐབས་དང་དུས་སོག་ཅིག་བཞག་ཡ་ཨོ་ད་དེ་ཡག་པོ་མི་འདུག། སྒོ་ནས་ཡང་ནི་གཅིག་དུང་དགུ་བརྒྱ་བདུན་ཅུ་དོན་དྲུག་ཡིན་ཡོད་ལ་ད་དུང་ཟིན་མེད་གོང་ས་མཆོག་གིས་ད་ཨོ་ད་དོ་སྐལ་བསྟན་ཡག་འདི་ཡག་པོ་མི་འདུག་དེ་གི་ཕན་ཡང་ཙམ་རྣོ་གི་འདུག་ལན་ཏུ་བཞག་ཡོད་རེད་བ། དེ་འདྲས་ཀྱིས་ནི་བསམ་པ་ལ་ང། ལོ་གཞོན་པ་ཅིག་ཡིན་དེ་འདྲས་ཀྱིས་ནི་བསམ་པ་ལ། སྤྱི་བཏང་གིས་ཁྱེད་རྣམ་པ་ལ་ཅིག་སྒྲགས་ཐུང་ཐུང་བྱེད་དགོས་དང་མ་དགའ་བ་བྱེད་དགོས་རྒྱུ་མཚན་དེ་ཀུ་ཅི་མེད། ཡིན་པ་ཡིན་ན་ཡང་ངས་ག་རེ་རེ་སྐུལ་བྱེད་དགོས་ལུས་བསམ་པ་ལ་ཡང། བོད་རྒྱལ་ཁབ་དང་བོད་མི་རིགས་ལ་ཡང་གནོད་པའི་ལས་ཀ་མ་བྱས། རྒྱ་ནག་དམར་པོའི་གཞུང་གི་གི་ཆེད་དུ་ཡང་ནི་ང་ཚོ་ལ་བོད་མི་རིགས་ཀྱི་རྩ་དོན་དང་བོད་མི་རིགས་ཀྱི་འཐབ་རྩོད་ལ་ཡང་ན་ཅིག་གནོད་པའི་ལས་ཀ་དེ་འདྲ་བྱས་བ་ཡིན་ན་དངོས་གནས་ད་ཁྱོད་ཚོ་ལས་རྒྱུ་འབྲས་འགྲོ་གི་མ་རེད་རེད་བ། དེ་འདྲའི་བྱིང་དུ་བསམ་པ་ལ་སྤྱི་བཏང་གི་ལྟ་སྐོར་སྤྱི་བཏང་གི་སྲུང་མ་ཅིག་རེད་བ་སྲུང་མ་བསྟན་བཅོས་ཅིག་ཅིག་ལྟ་དེ་སྲུང་མ་ལི་ཐུ་བསམ་པ་ལ་སྤྱི་བཏང་གལ་ཆེན་པོ་གལ་ཞུ་ཞིག་མ་རེད་དྲང་པོ་བྱེད་ན་ཡོད་བ། དེ་འདྲའི་བྱིང་དུ་བསམ་པ་ལ་ཁོ་ཁྱོད་ཚོ་གིས་བཏོན་ན་རེད་མ་བཏོན་ན་རེད་ད་དེ་མི་སྒེར་སོ་སོ་གི་རང་དབང་རེད། ཡིན་པ་ཡིན་ན་ཡང། བོད་མི་རིགས་དང་བོད་མི་རིགས་ཀྱི་འཐབ་རྩོད་ཆེད་དུ་ཡག་ནི་གནོད་མ་བྱེད། དག་སྣང་བཞིན་གྱི་ཡག་སྒེར་མི་ཆེད་དུ་ལས་ཀ་མ་བྱེད། རོ། ཧོན་ཐིག་རེད། ག་ལེ་ག་ལེ་ཡག་ཤོས་བྱུང་བ་ཡིན་ན། དེ་ཚོ་ཕར་བཞག་རོ། བོད་མི་ཚང་མ་གི་བོད་མི་མང་ཆེ་ཙག་གི་བོད་མི་ད་བརྒྱ་ཆ་བརྒྱ་ནས་བརྒྱ་ཆ་དགུ་བཅུ་ལྷག་ཙིག་གི་ཞག་ཐོ་ཡ་ལ། ཨིན་ཁྱོད་ཚོ་གི་ཞག་མ་ཐོ་ཡ་ཁྱད་མི་འདུག་ཨ། དེ་ཕར་བཞག་བོད་པ་མཉམ་དུ་ལ་ཡང་མཐུན་སྒྲིལ་གྱི་མི་བདེ། དེ་ཡིན་པ་ཡིན་ན་ནི་ང་ཚོ་དྲང་པོ་བཤད་ན་བོད་མི་གཅིག་པ་རེད་ཤ་ཁྲག་གཅིག་པ་རེད། རོ། རྒྱ་མིའི་གིས་ང་ཚོ་རྒྱལ་ཁབ་མེ་བ་བཟོ་དུས་བསམ་པ་ལ་ཁྱེད་ཚོ་ནང་པའི་ནང་ཡང་མཉམ་དུ་གཏོར་བཤད་ཡོད་རེད་དེ་འདྲས་ཡིན་དུས་བསམ་པ་ལ་ཡང་ཁོང་ཚོ་ཆེད་དུ་ཡང་ལས་ཀ་བྱེད་དབང་མེད་རྒྱུ་མཚན་གྱིས་མཐོང་གི་མ་མཐོང་གི་མི་འདུག་དེ་འདྲས་ཡིན་དུས་བསམ་པ་ལ་གལ་སྲིད་དེ་འདྲས་དང་འབྲེལ་བ་ཡོད་དུས་ཀྱང་ངས་སྙིང་ཐུང་ཟིག་གིན་ཡོད་པ་ཡིན་ན། ང་ཚོ་ཚང་མ་ད་ལྟ་ཡིན་པ་ཡིན་ན་ཡང་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་རེད། བོད་རིགས་སྤུན་ཟླ་ཡིན་དུས་བསམ་པ་ལ་ཡང་བོད་མི་རིགས་དེ་འཐབ་རྩོད་དེ་རང་སུ་ལ་བེད་ན་འགན་ཡོད་རེད་རོ། རྒྱ་ཁབ་སྤྱི་ནང་ལོག་ལ་ཆོས་བདེ་རང་དབང་རེད་ཆུ་ཚོགས་ཀྱི་བཏོན་ན་རེད་ཆུ་ཚོགས་འདོད་པ་རེད་མ་བཏོན་ན་བེད་ན་ཆུ་ཚོགས་འདོད་པ་རེད་ཡིན་པ་ཡིན་ན་ཡང་བོད་རྒྱ་ཁབ་དང་མི་རིགས་དེ་ཡང་ང་ཚོ་ལ་འགན་ཡོད་བ་ན་རེད་ཆུ་ཚོགས་ལ་ཡང་འགན་ཡོད་རེད་དེ་འདྲ་ཡིན་བསམ་པ་ལ་ཡང་རྒྱ་མི་ལ་དགོས་ཡ་ག་ཅིག་ལས་ཀ་མ་བྱེད་རོགས་ཟེར་གི་འདུག་ཅེས་ཞུ་གི་ཡོད་རེད་པ་དེ་བྱས་ད་ནང་ཆེ་གེ་ནི་ང་ཚོ་བཙན་བྱོལ་བོད་པ་ཚོ་ཡིན་པ་ཡིན་ན་ཡང་ཅིག་ཅིག་མང་པོ་ཅིག་བཤད་བསྡད་དེ་ཚོ་ང་སྤྱི་བཏང་གི་ཞེ་དྲག་དེ་ཚོ་ལ་ཅིག། དེ་མི་འདུག་ག་ཅི་ལོས་བསམ་ན་ང་ཚོ་དམངས་གཙོ་རྒྱལ་ཁབ་ཅིག་རེད། དམངས་གཙོ་གོང་ས་མཆོག་གིས་མ་དམངས་གཙོ་གསོལ་རས་གནང་ཚར་བའི་ཞུ་ལ་ཨནི་ཅིག་ཏིས་དམངས་གཙོ་བའི་འགྲོ་སྟངས་དེ་ཏིས་སྒྲོམ་གཞི་ནང་འགྲོ་ཐུབ་པ་ཡིན་ན་ངས་ཡག་པོ་ཡོད་རེད་བསམ་གི་ཡོད་ད། མ་རེད། འོང་དེ་འདྲས་ཅིག་རེད། ཨ་དེ་འདྲས་ཅིག་འདུག་བསམ་པ་ལ་ཡང་གཙོ་བོ་དེ་ནི་ང་ཚོ་དག་ནང་བཞིན་རེད་ད་ད་ང་ཚོ་གི་དབུ་མ་དབུ་མ་དང་རང་བཙན། ད་དབུ་མ་དང་རང་བཙན་ལོས་བསམ་པ་ལ་ཡང་ཁག་ཅིག་གིས་ཡང་འདྲ་མ་འདྲ་བཤད་བསྡད་ཀྱི་འདུག་དེ་ཚོ་རྩ་བ་ཉིད་ནས་མ་ཤེས་བྲོ། ལ་དབུ་མ་གི་ཐོག་ནས་ང་ཚོ་ལ་རྒྱལ་ཁ་ཐོབ་པ་ཡིན་ན་ཡང། ང་ཚོ་བོད་མི་རིགས་ལ་ཁེ་ཕན་རེད། རང་བཙན་གྱི་ཐོག་ནས་ཡང་རང་བཙན་ལམ་གྱི་ཐོག་ནས་ཡང་ང་ཚོ་ལ་ཡང་རྒྱལ་ཁ་ཐོབ་པ་ཡིན་ན་ཡང་ང་ཚོ་བོད་མི་རིགས་ཀྱི་བདེ་སྡུག་དང་འབྲེལ་བ་ཆགས་བསྡད་ཡོད་རེད་མདོར་དེད་ན་དབུ་མ་དང་རང་བཙན་ཡིན་ཀྱང་ང་ཚོ་བོད་མི་རིགས་ཀྱི་བདེ་སྡུག་དང་བོད་མི་རིགས་ཀྱི་མ་འོངས་ཆེད་དུ་ཡིན་དུ་བསམ་པ་ལ་ཡང་ང་ཚོ་གྱི་ཡང་རྒྱབ་སྐྱོར་བྱེད་དགོས་ཡ་དང་ཕན་ཚུན་བར་སུ་ཡང་མཐུན་ལམ་བྱེད་དགོས་ཡ་དེ་ཧང་སང་གལ་ཆེན་པོ་རེད། གལ་སྲིད་མི་མི་མང་ཚོ་ལ་ཞོལ་ལ་མི་གཅིག་གི་ཡང་བརྙན་ཐུང་གཅིག་བཟོས་ནས་ཡང་དབུ་མ་དང་རང་བཙན་བར་ལ་ཡང་གཅིག་དབྱེ་བ་ཕྱེ་ཡ་དང་དེའི་བར་དུ་ཡར་འདུག་སྐད་ཆ་བཤད་ཡ་དང་དེ་འདྲས་ཀྱི་བེད་སྤྱོད་གཏང་གི་ཡོད་ན་མི་མང་ཚོ་གི་ཡང་དུས་ནམ་ཡང་དེ་སྐད་ཆ་འདི་ཚོ་ཉན་ཡ་ཡོད་མ་རེད་དེ་མི་དེ་ཚོ་གི་ཡང་ང་ཚོ་བོད་མི་རིགས་ལ་ཡང་རྙོག་དྲ་བཟོ་ཡ་ཞིག་རེད་མ་གཏོགས་བོད་མི་རིགས་ལ་ཕན་པའི་སྐད་ཆ་ནམ་ཡང་བཤད་ཀྱི་ཡོད་མ་རེད་ད་གནང་བཤད་ཀྱི་ཡང་བརྙན་ཐུང་གཅིག་གནང་ལོག་ལ་ཡང་གོང་ས་མཆོག་གི་མཚན་དེ་ཡང་ཚིག་ཡང་ཚིག་བེད་སྤྱོད་གཏང་ནས་ཡང་མི་གཅིག་ལ་སྐྱོན་འཛུགས་བྱེད་ཀྱི་ཡོད་ན་ཁོང་ཚོ་གི་ཡང་སོ་སོ་གི་སྐད་ཆ་བཤད་སྤྱོད་དེ་ཡང་ནུས་པ་ལྡན་པར་བཟོ་ཡ་ལ་ཡང་གོང་ས་མཆོག་གི་མཚན་དེ་བེད་སྤྱོད་གཏང་གི་ཡོད་རེད་མ་གཏོགས་དངོས་གནས་ཀྱི་ཡང་གོང་ས་མཆོག་ལ་ལྷག་བསམ་རྣམ་དག་དང་གོང་ས་མཆོག་གི་སྟེ་མགོ་རྩེ་ལ་བཞག་ནས་ཁོང་ཚོ་གི་བྱེད་ཀྱི་ཡོད་ལ་རྩ་བ་ཉིད་བྱེད་ཀྱི་ཡོད་མ་རེད་དེ་འདྲས་ཡིན་དུས་བསམ་པ་ལ་ཡང་ང་ཚོ་གི་ཡང་སོ་སོ་གི་ལྟ་བ་ལངས་ཕྱོགས་སྐད་ཆ་བཤད་འོང་དུས་བསམ་པ་ལ་གོང་ས་མཆོག་གི་མཚན་དེ་ཡང་ཡང་ཚིག་ཡང་ཚིག་བེད་སྤྱོད་བཏང་ནས་ཡང་ཨེ་ན་དེ་གི་ཅིག་སོ་སོ་གི་སྐད་ཆ་དེ་དྲང་པོ་བཟོ་ཡ་གི་འབད་བརྩོན་བྱེད་ཀྱི་འདུག་ད་དེ་ཚོ་ནམ་ཡང་ཆགས་སྲིད་ཀྱི་མ་རེད། རྫུན་མ་དེ་ག་དུས་ནས་ཡང་རྫུན་མ་རེད་རྫུན་གཏམ་དེ་ག་དུས་ནས་ཡང་རྫུན་གཏམ་རང་རེད། དྲང་པོ་དེ་ག་དུས་ནས་ཡང་དྲང་པོ་རང་རེད་དེ་འདྲ་ཡིན་དུས་བསམ་པ་ལ་ཡ། མཐའ་མ་དེ་ལ་ངས་ག་རེ་ལབ་ཀྱི་རེད་བསམ་པ་ལ་ཡ། ང་ཚོར་གྱི་ཡ་སྤྱོད་ཚོགས་གནང་རོགས་ལ་ཡ་ག་རེ་བཤད་ན་ཡང་འགྲིག་གི་རེད་ག་རེ་བྱས་ན་ཡང་འགྲིག་གི་རེད་ཡིན་པ་ཡིན་ན་ཡང་བོད་མི་རིགས་ཀྱི་ཡ་གཅིག་སྒྲིག་དང། བོད་མི་རིགས་ཀྱི་མཐུན་སྒྲིལ་ལ།